འོན་ཀྱང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་རྒྱུན་དུ་རང་ཉིད་ཀྱི་ལྟ་སྤྱོད་གཞིར་བཟུང་ཤར་ཆོས་མི་ཆེན་གྱི་བོད་མི་ཚོ་ནི་མི་རིགས་མཐུན་སྒྲིལ་རྩ་གཏོར་གཏོང་མཁན་དང་ཡང་ན་ཁ་བྲལ་བར་ངོས་འཛིན་བྱེད་སྲོལ་ཡོད་པ་མ་ཟད། དམིགས་སུ་བཀར་ནས་མི་རིགས་མཐུན་སྒྲིལ་ཡར་ཐོན་སློབ་གསོ་ཟེར་བའི་སྲིད་བྱུས་དང་ཡང་མི་རིགས་ཁག་མཐུན་སྒྲིལ་མཉམ་གནས་ཀྱི་དཔེ་མཚོན་ས་ཁུལ་ཟེར་བ་སོགས་བཙུགས་ཏེ། མདོར་ན་སྲིད་བྱུས་དེ་ཡི་བརྒྱུད་ནས་བོད་ནང་ངོ་རྒོལ་རིགས་འགོག་ཐབས་བྱེད་ཀྱི་ཡོད་པ་མ་ཟད། རྒྱ་ནག་གཞུང་ལ་ངོ་རྒོལ་རིགས་བྱེད་མཁན་མེད་ན་མི་རིགས་མཐུན་སྒྲིལ་ཟེར་བའི་སྲིད་ཇུས་དེ་ལམ་ལྷོངས་བྱུང་བར་ངོས་འཛིན་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གི་སྲིད་ཇུས་དེ་ལ་མ་བསྟུན་བ་དང་ཁ་མ་ཉན་བ་དང་དེ་ལ་འདོད་པ་མེད་པ་བྱས་པ་ཡིན་ན་དེ་མི་རིགས་མཐུན་སྒྲིལ་གཏོར་བརླག་བྱས་པ་བྱས་པ་དེ་རེད། དེ་བཞིན་མི་རིགས་མཐུན་སྒྲིལ་བྱས་འདི་མི་རིགས་བར་ལ་འགལ་བ་དེ་མ་འོངས་པར་བྱུང་གི་ཡོད་པ་དེ་ར་འཕྲོད་གི་ཡོད་རེད། དེ་འགལ་བ་ཡོད་པ་དེ་རྒྱ་མིའི་ཁོ་ཚོས་ཚད་ཐིག་གི་ཡོད་རེད། ཚད་མཐུན་དུ་དེ་དེ་ནན་པོ་བཤད་གི་ཡོད་རེད། ད་ངའི་གི་སྲིད་ཇུས་དེ་གཅིག་ལག་ལེན་བྱས་འདུག་བོད་པ་དོ་སོ་མ་དགའ་བ་བྱས་གི་རེད་དེ་བྱུང་མི་རིགས་མཐུན་སྒྲིལ་གལ་ཆེན་པོ་ཡིན་མི་རིགས་མཐུན་སྒྲིལ་གལ་ཆེན་པོ་ཡིན་ག་རེ་རེད་བོད་པ་དོ་སོ་སོ་སོ་མི་རིགས་ཁོས་ཕན་སྲུང་ཇུས་བྱས་བྱས་གི་རེད་འོན་ཀྱི་རྒྱ་མིའི་ཤེད་དུ་ཁྱོད་མི་རིགས་མཐུན་སྒྲིལ་གཏོར་བརླག་བྱས་གི་འདུག་ཟེར་ཡག་བྱས་བ། དེ་བྱུང་དེ་མི་རིགས་མཐུན་སྒྲིལ་ཐུགས་ལ་ཁོ་ནན་པོ་ཞུ་ཤེས་འདུག་མ་འོངས་པ་མི་རིགས་མཐུན་སྒྲིལ་སྐོར་ལ་གནས་ཚུལ་དེ་ཛར་དྲག་ཆེན་པོ་འགྲོ་གི་ཡོད་པ་དེ་ང་ཚོའི་ཕ་ཆོས་ཚོད་ཐིག་རེད། ཡང་གོང་ཞུས་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་གི་གནས་ཚུལ་སྤེལ་བའི་ནང། འདས་པའི་ལོ་ལྔའི་དུས་ཡུན་ནང་བོད་རང་སྐྱོང་ལྗོངས་མི་དམངས་འཐུས་མིའི་ཚོགས་ཆེན་ཐེངས་བཅུ་གཅིག་པ་དང་དེའི་རྒྱུན་ལས་རྣམས་ཀྱིས་རྒྱལ་སྲུང་བཞི་དང་གསར་གཏོད་བཞི། མདུན་སྐྱོད་བཞི་ཟེར་བ་ཟབ་གནད་ཀྱིས་ཁྲིམས་ལྟར་ལས་དོན་ཁག་བསྒྲུབས་ཡོད་ཚུལ་འགྲེལ་བརྗོད་བྱས་འདུག་ཀྱང་གཞི་རྩའི་ཞིན་ཅིན་ཕིང་རྒྱ་ནག་གི་འགོ་ཁྲིད་ཆགས་པ་ནས་བཟུང་གཞུང་གི་དྲིལ་བསྒྲགས་མང་པོ་ཞིག་གྲངས་ཀའི་ལམ་ནས་སྤེལ་སྲོལ་ཡོད་པའི་ཁྲོད་རྒྱལ་སྲུང་བཞི་ཟེར་བ་ནི་མི་རིགས་མཐུན་སྒྲིལ་བྱ་རྒྱུ་དང་བོད་མཐོ་སྒང་གི་དཔལ་འབྱོར་ཡར་རྒྱས་གཏོང་རྒྱུ་ཁོར་ཡུག་སྲུང་སྐྱོབ་དེ་བཞིན་མཐའ་མཚམས་སྲུང་སྐྱོབ་བྱ་རྒྱུ་བཅས་ཡིན་པ་བརྗོད་ཀྱི་ཡོད་ནའང་དོན་དངོས་ཐོག་དེ་དག་བརྒྱུད་ནས་དམར་ཤོག་ཚོགས་པའི་ཕུགས་འདུན་གྱི་དམིགས་ཡུལ་འགྲུབ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། ཡང་གནད་དོན་དེའི་ཐད་སྤེན་རྒྱལ་ཁབ་ན་གནས་སྡོད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་ཚོགས་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས། རྒྱལ་སྲུང་བཞི་དང་གསར་གཏོད་བཞི་ཟེར་བ་དེ་དག་ནི་ཆབ་སྲིད་ཀྱི་འབོད་ཚིག་ཁོ་ན་ཡིན་པ་མ་ཟད། ས་གནས་བོད་མི་ལ་ཕན་པའི་གསར་གཏོད་དེ་འདྲའི་རིགས་གང་ཡང་མེད་ལ། མདོར་ན་སྲིད་བྱུས་དེ་དག་བརྒྱུད་ནས་བོད་མིའི་ངོ་བོ་ཉམས་ལེན་སུ་བཏང་སྟེ་བོད་ཡུལ་རྒྱ་ཡུལ་དུ་བསྒྱུར་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། བོད་ཀྱི་ས་ཁུལ་ནས་ཅི་ག་རེ་སོང་ལ་བོད་པ་རང་གི་རྟོག་ཞིབ་དེ་ཉམས་རེར་ཉམས་ནས་ནི་རྒྱ་འགྱུར་གྱི་ཡག་གི་སྲིད་བྱུས་དེ་གསལ་བོ་རེད་འདུག་ད་ཁོར་ཡུག་སྲུང་སྐྱོབ་ཟེར་ཡག་དེ་ཚོ་འཛམ་བུ་གླིང་ལ་དགོས་མཁོ་དང་ཡག་ཅིག་དང་ནི་ཁོར་ཡུག་སྲུང་སྐྱོབ་བྱེད་གི་ཡོད་ཡག་གི་རྣམ་པ་སྟོན་མ་ཐག་དངོས་གནས་དང་ནི་ཁོར་ཡུག་འཕྲོ་བརླག་བྱེད་མཁན་དེ་རྒྱ་ནག་གཞུང་ཁོ་རང་ཚོ་རེད་འདུག། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡོད་ལུགས་འཛམ་གླིང་སྤྱི་ལ་ཡང་ཁྱབ་བསྒྲགས་བྱས་མུས་ཡིན་ན་ཡང། དོན་དངོས་ཐོག་སྤྱི་སྟོང་དགུ་བརྒྱ་ལྔ་བཅུ་ཙམ་ནས་བོད་ཀྱི་ཤིང་ནགས་གྲངས་ལས་འདས་པ་གཅོད་བྲེག་གིས་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་བཏང་ཡོད་པ་དེ་དག་རྒྱ་ནག་གཞུང་གིས་ད་དུང་ཁ་གསབ་ཐུབ་མེད་ཅེས་འགྲེལ་བརྗོད་གནང་བྱུང། སྔོན་མ་ལུང་པ་དེ་ཤིན་ཏུ་ཚང་མ་གཏུགས་ཚར་རོགས། དེ་ཡང། སྔོན་མ་བོད་ནང་དུ་སྤྱི་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་ཤིང་སྡོང་སྐྱེས་མི་འདུག་ཟེར།

དེ་ཁོ་བྲག་དཀར་རྒྱ་ཤ་རྒྱ་ཤ་རྒྱ་ཤ་ཀྱང་ཀྱང་བཟོ་ནས་བ། རྒྱ་ཤ་བཟོ་ཡ་དེ་སོ་སོ་ངོ་མ་ཆ་ཚང་གཏུགས་ཚར་བ་དེ་ལུས་ཆོད་བཞག། གཞན་ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་ཚོགས་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་བོད་རང་སྐྱོང་ལྗོངས་འཐུས་མི་ཚོགས་ཆེན་ཟེར་བའི་འཐུས་མི་དེ་དག་ནི་རྒྱ་ནག་དམར་ཤོག་གིས་ཡིད་ཆེས་བྱས་ཆོག་པ་དང་དམར་ཤོག་གི་ལྟ་སྤྱོད་དང་མཐུན་པའི་ལས་ཀ་བྱེད་མཁན་ཤ་སྟག་བསྐོ་བཞག་བྱས་ཡོད་པ་ལས་དམངས་གཙོའི་རྒྱལ་ཁབ་གཞན་ལྟར་མི་མང་གི་འདོད་མོས་ལྟར་བདམས་ཀྱི་མེད་ལ། ལྷག་དོན་དུ་འཐུས་མི་ཚོགས་ཆེན་ཟེར་བ་འདིའི་ནང་ས་གནས་མི་མང་གིས་བསམ་ཚུལ་བཤད་སའི་ཁོར་ཡུག་མེད་པར་གཙོ་བོ་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཁག་གིས་ཐག་གཅོད་ཟིན་པའི་གནད་དོན་ཁག་ལག་བསྟར་བྱ་རྒྱུ་དེ་ཡིན་པ་འགྲེལ་བརྗོད་གནང་བྱུང། བཞུགས་སྒར་དྷ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་དང་པར་ལེན་ཕྱོགས་བསྒྲིགས་པ་བསྟན་འཛིན་འོད་ཟེར་ནི།